འདི་སྐོར་ལ་ཞུས་ཡོད། ད་འདི་ལ་ངས་གང་ཟག་དེ་ལ་ཡང་ཀུན་སློང་འཁྱེར་སྟངས་སྒོ་ནས་རབ་འབྲིང་མཐའ་གསུམ་གྱི་ནི་དབྱེ་བ་ཕྱེ་ནས་ཞུས་ཀྱིན་རོགས། ད་འདི་ལ་རབ་བྱུང་ན་སྤྱོད་སྟངས་བ་ལ་ཡིན་གཅིག་མི་གཅིག་རབ་དེ་ལ་དབང་ལུང་ཁྲིད་གསུམ་ཡིན་གཅིག་མི་གཅིག་ཐོབ་དགོས་ཡོད་སྤྱོད་ཀྱི་དབང་དང་སྤྱོད་ཀྱི་ལུང་དང་ཁྲིད་གསུམ་དེ་ཡིན་གཅིག་མི་གཅིག་ཐོབ་ཐོབ་དགོས་ཡོད་རོགས་གང་ཟག་རབ་ཡིན་ན་འདི་གིས་སྤྱོད་གཏོང་ཆོག་གི་ཡོད། ད་འབྲིང་ཟླ་བ་དང་དབང་ལུང་ཁྲིད་གསུམ་མ་ཐོབ་པ་ཡིན་ན་ཡང་ཡིན་གཅིག་མི་གཅིག་ད་བྱང་ཆུབ་ཀྱི་སེམས་འམ་ཡང་ན་སྙིང་རྗེ་སྙིང་རྗེ་གཅིག་ཡིན་གཅིག་མི་གཅིག་ཅེས་ཟིན་པ་ཅིག་དགོས་ཀྱི་ཡོད་རོགས་བྱང་ཆུབ་ཀྱི་སེམས། བྱང་ཆུབ་ཀྱི་སེམས་སེ་ཧ་གོ་ར་སེམས་ཅན་རྣམས་ཀྱི་སྡུག་བསྔལ་ལས་བསྒྲལ་དུ་ཡོད་བློ་རྗེ་ཡིན་གྱིས་མི་འཇིགས་གོ་ཡོད། དེ་གི་ཚེ་སེམས་པས་ན་ན་འབྲིང་གང་ཟག་འབྲིང་སྡེ་གི་སྤྱོད་བཏང་ན་འགྲིག་གི་རེད་ད་དེ། དབང་ལུང་ཁྲིད་གསུམ་ཡང་མ་ཐོབ་ཨ་བྱང་ཆུབ་སེམས་ཀྱི་རྩི་ཡང་མ་ཟིན་པ་ཤེས་མ་ཤེས་པས་ན་ཐ་མ་འདི་ལ་བདག་ཅིག་ཡིན་གྱིས་མི་འཇིགས། གཞན་ཕན་སེམས་གཞན་སེམས་ཅན་འདི་ལ་ཕན་པའི་བསམ་པ་ཅིག་ཡིན་གྱིས་མི་འཇིགས་རྩི་ཟིན་གོ་ཡོད་ཕན་སེམས་ཅིག་ཡོད་གོ་ཡོད། ཕན་སེམས་ཅིག་མེད་པས་ཨ་ནི་ཕན་སེམས་ཅིག་ཡང་མེད་དབང་ལུང་ཁྲིད་གསུམ་ཡང་མ་ཐོབ་བྱང་ཆུབ་སེམས་ཀྱི་རྩི་ཡང་མ་ཟིན་དེ་ནི་དེ་ག་སྤྱོད་བཏང་སྟེ་བ་འདི་ལུས་གཅིག་པུ་རེད་བ་འདི་སྤྱོད་ཆགས་ཡོད་མར་ད། རོ། ད་དེ་རིང་ང་ཚོས་ང་རང་ཚོའི་སྤྱོད་སྟངས་ཡ་སྤྱོད་སྟངས་ཡ་ཟེར་ཏེ་གཙོ་བོ་དེ་ང་རང་ཚོ་གི་རྒྱུད་ལ་ཡོད་པའི་གི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེ་ལྷག་པར་དུ་ཡང་རང་རང་གི་ཡ་ཕུང་པོ་ལྔ་འམ་ལྔ་པོ་དེ་ལ་བདག་ཏུ་འཛིན་པའི་འཛིན་པའམ་ཡང་ན་བདག་འཛིན་ཕྲ་མོ་དེ། འོ་དེ་སྤྱོད་ཡོད་ཡམ་འོ་དེ་སྤང་ཡས་ཀྱི་ཆེད་དུ་ལ་སྤྱོད་དུ་བཏང་ཡོད་རོ། རོ། དེ་དེ་སྤྱོད་ཡོད་ཀྱི་ཆེད་དུ་འམ་དེ་སྤྱོད་པའི་ཆེད་དུ་གཏོང་བ་ཡིན་ན་ཡིན་གཅིག་མིན་གཅིག་ད་རུ་དྲིལ་བུ་དང་རྐང་གླིང་ད་དབྱངས་སྙན་པོ་དེ་ཚོ་འཐེན་དགོས་ཡོད་མ་རེད་ད།

ལོ་ཟླ་འདི་ནི་དབྱངས་སྙན་པོ་འདྲ་བ་ཅིག་མི་མང་པོ་མཉམ་དུ་བཏང་དང་སྐད་ཡག་པོ་ཡོད་ན་དེ་དབྱངས་སྙན་པོ་ཐོན་གྱི་རོགས། དེ་ནས་འདི་ཚོ་ལ་ཆགས་ནས་དེ་ནས་ཅིག་ཅོ་དང་ཡས་ཟིན་དེ་ནས་ད་རུ་སྒྲུ་པོ་ཉོས་དེ་ནས་དབྱངས་བཏང་དེ་ན་སྐུ་ལོང་སེམས་གང་ཡང་མེད་པ་ཅིག་ནི་བཏང་དེ་ནི་འགྲིག་གི་མ་རེད་ད། ཕན་ཐོགས་ཞེ་དྲག་ཡོད་མ་རེད་ད་བཏང་འགྲིག་འགྲིག་གི་རེད་ད་ཕན་ཐོགས་ཞེ་དྲག་ཡོད་ས་མ་རེད་ད་ཅིག་ཅོ་སུ་གི་གཏོང་ཆོག་གི་མ་རེད་ཟེར་ན་ཅོ་གཏོང་སུ་གི་གཏོང་ཆོག་གི་མ་རེད་ཟེར་ན། ད་ཅིག། གཞན་སེམས་ཅན་ལ་ཕ་ལུས་ཕ་རོལ་ལ་གནོད་སེམས་ཡོད་པར་རོ། དེ་ནས། ད་དེ་ང་རང་ལྷག་པར་དུ་གཙོ་བོ་ཅིག་ད་བར་དོ་གའི་སེམས་ཅན་ཐམས་ཅད་ལས། ཁོང་ཚོ་ལ་ད་ཅིག། བུ་ལོན་ལན་ཆགས་མང་པོ་ཡོད་དུས་དེ་ནས་ཁོང་ཚོ། སླེབས་ཡོང་དུས་ང་ཚོ་ལ་གནོད་ཡོང་གི་རོ། དེ་འདི་གི་ད་གནོད་ཡོང་དུས་སྐབས་སུ་ལ། དེ་འདི་གི་ད་སྤྱོད་པ་དེ་ཚོས་ལྷ་དང་འདྲེ་ལ་སོགས་པ་སླེབས་སོང། ད་ང་ང་དང་ང་འདྲ་བ་ཕྱོགས་ལ།

དེ་དང་དེ་སྤྱོད་ཆགས་ཡོད་མར་དར་བ། བྱས་ཙང་འདི་དང་འདི་འདྲ་བ་གནོད་སེམས་འཆང་བའི་གང་ཟག་ཡིན་ན་འདི་འདྲ་བོ་གང་ཟག་གིས་སྤྱོད་བཏང་ཆོག་གི་མེད། ཕན་སེམས་ཡོད་ན་ཕན་སེམས་དང་བྱང་ཆུབ་སེམས་ཀྱིས་རྩིས་ཟིན་པ་ཡིན་ན་འདི་འདྲ་བོ་གང་ཟག་གིས་སྤྱོད་བཏང་ཆོག་གི་ཡོད། ད་གང་ལྟར་གནོད་སེམས་འཆང་བའི་སྒོ་ནས་སྤྱོད་བཏང་གི་ཡོད་ན་ཕ་སྐད་ལ་གནོད་པའི་སྐལ་བའམ་ཕ་སྐད་དེ་ལ་ད་ཅིག་ཡུལ་སྟོན་པའམ་ཕ་སྐད་དེ་ལ་ད་ཅིག་སྟོན་ཡས་ཀྱི་ཆེད་དུ་སྤྱོད་བཏང་གི་ཡོད་ན་ད་མ་ཅིག་ལབ་དགྲོས་འདི་དཔེ་ཆ་འདི་ཡག་ནའང་ག་ལ་ཚར་ད། ཕ་དམ་པ་སངས་རྒྱས་ནས་མ་ཅིག་ལབ་ཀྱི་དྲོད་མེད་ཀི་ད་དེ། རྣམ་ཐར་ནང་དཔེ་གསར་པ་གསུངས་ཡར་ད་དེ་ལུང་དེ་མ་དྲངས་ཀྱིས་ད་ལུང་དེ་ག་རེ་གསུངས་འདུག་ཟེར་ན།

རང་དོན་དུ་ཞེ་སྡང་ཆེན་པོ་སྐྱེས་ནས། འཁོར་ལ་གནོད་པའི་ཕྱིར་དུ་དྲག་པོ་བྱས་ནས། རང་བཞིན་གཉིས་ཀ་སྡུག་བསྔལ་གྱི་རྒྱུར་འགྲོ་བས། ང་ཡི་ཆོས་ལུགས་དང་ཡང་འགལ་ལོ། ཟེར་ནས་ད་མ་ཅིག་སླར་དྲན་གྱི་ད་ཅིག་ཁོང་གིས་འདི་གཅོད་ཡུལ་ས་ག་ཆོམ་འདི་བཏང་བས་འདི་གཅོད་ལུགས་དང་ཡང་འགལ་འདུག་གོ་རེད། བྱས་ཙང། གཅོད་བཏང་བ་དེ་གཞན་སེམས་ཅན་ཕ་རོལ་བ་ལ་ཕན་སེམས་ཀྱི་བསམ་བློ་བཏང་ནས་ཨ་ནི། གཅོད་བཏང་བར་མ་གཏོགས་ཅི་བྱེད། ཕ་རོལ་གྱི་སེམས་ཅན་ད་ལྷ་དང་འདྲེ་དང་བདུད་དང་དེ་ནི་བར་དོའི་སེམས་ཅན་དེ་ལ་ད་ཅིག་ད་ཁོང་ཚོས་མ་སྤྲད་ཀྱི་ཕ་སྟོན་གྱི་ད་ཁོང་ཚོ་ལ་ཏག་ཏག་བཟོ་གྱི་ཟེར་ནས་དེ་འདྲའི་ཀུན་སློང་ཁེལ་བའི་སྒོ་ནས་གཅོད་བཏང་བས་ན་དེ་ནི།

མི་འདོད་པ་དང་དུ་བླངས། རྐྱེན་ངན་ལ་ཐོག་བརྫིས་བཏང་ལྷ་འདྲེ་རང་སེམས་སུ་རྟོག། བདག་གཞན་མཉམ་ཉིད་དུ་ཤེས་པས་བདག་འཛིན་གྱི་སྙེམས་ཐག་བཙན་ཐབས་སུ་གཅོད་པ་དེ་ལ་གཅོད་ལ་གི་རེད། དེ་ལྟར་མ་གོ་བར་འདྲེ་གདོན་ཐུལ་དུ་རེ་བ་དང། སྙན་གྲགས་ཁྱེད་གདོན་ཟ་ཆོག་གི་ཕྱིར་རང་སྣང་འཁྲུལ་པ་དགྲ་ལྟར་སྒྲར་ལྟ་བའི་ཧུང་ཧུང་ཕེ་ཕེ་བསྒྲགས་ནས་རྩིང་ཐལ་གྱི་སྤྱོད་པ་སྣ་ཚོགས་ལ་ཞུགས་པ་ནས་སྤྱོད་ལོག་ཏུ་སྤྱོད་ལོག་སྤྱོད་ལོག་པ་རེད་ད་ཆོས་སྤྱོད་དངོས་ནི་བསྒྲགས་ནས་མ་རེད་འདི་ནོར་ཚ་རེད་ལ་རེད་སྤྱོད་ལོག་ཏུ་བསྒྲགས་པ་ལམ་འདི་ནས་ནོར་ས་རྔམ་པོ་ཆེ་མོད་ནོར་ས་ཧ་ཅང་གི་བེད་ཆེན་པོ་རེད་ཟེར་ན་འཇིགས་སྣང་ཆེན་པོ་རེད་རྔམ་པོ་ཆེ་ཡིན་པས་ཐོག་མ་ནས་བློ་རྩེ་གཏོད་ཆོག་འདི་མ་ནོར་བ་བྱ་བྱས་ཙང་སྤྱོད་བཏང་བའི་སྐབས་སུ་ཐོག་མ་ནས་སོ་སོ་སོ་སོ་ཡི་ད་ཅིག།

རོ། དེ་རྗེས་དང་ང་རང་དེ་རིང་གང་ཙམ་གཙོ་བོ་སྤྱོད་བཏང་བ་དེ་གཙོ་བོ་བར་དོ་གི་སེམས་ཅན་ལ་ཕན་སེམས་ཀྱི་ཀུན་སློང་བཏང་བ་མ་གཏོགས་ན་བདག་གཉེན་པོ་ལ་ཆགས་ནས་སྤྱོད་བཏང་བ་ཡིན་ན་ཨ་ནི། ཕན་ཐོགས་ད་ཡོད་ས་མ་རེད་ད་དེ་ཚོའི་རེད་བ་ད་གཟབ་གཟབ་བྱེད་དགོས་རེད་བ་གཙོ་བོ་དེ་ད་འདི་ཡིན་ཞུས་ཡོད་རེད་བ་ད་གཙོ་བོ་སྤྱོད་གཏོང་ཆོག་གི། སུས་ཀྱིས་སྤྱོད་གཏོང་ཆོག་གི་རེད་ཟེར་ན་དབང་ལུང་ཁྲིད་གསུམ་ཐོབ་བསྡད་པ་སྙིང་རྗེ་བརྩེ་ཟིན་པ་ཕན་སེམས་ཡོད་པའི་གང་ཟག་རེད་ན་གང་ཟག་སུ་དང་སུ་ཡིན་ན་བཏང་ཆོག་གི་ཡོད། ད་ལྟ་དབང་ལུང་ཁྲིད་གསུམ་ཡང་མ་ཐོབ་བྱང་ཆུབ་སེམས་ཀྱི་ཡང་བརྩིས་མ་ཟིན་ཕན་སེམས་ཡང་བརྩིས་མ་ཟིན